ལ། མཛད་འཆར་མང་པོ་ཞིག་གནང་ལོ་ལ་ཡ་ཅིག་ཚོགས་འདུ་མང་པོ་ཞིག་གནང་ལོ་ལ་ཡ་མཉམ་ཞུགས་བྱས་ཐུབ་ཅིག་ཕེབས་སོང། འདི་གའི་ཅིག་མཛད་འཆར་གཙོ་བོ་གཙོ་བོ་འགྲོ་ཞིག་གར་གར་གནང་ཡོད་པ་ཡིན་ན། དེ་དང་མཉམ་དུ་དེ་རིང་པེ་རི་སི་ལ་ད། ལོ་འདི་ནང་ལོ་ལ་ཐེངས་མ་གཉིས་པ་བྱ་ཡི་འདུག་ཨ་ལ། དེ་རིང་མཛད་འཆར་གཙོ་བོ་གཙོ་བོ་འགྲོ་ཞིག་གར་ཡོད་པ་ཡིན་ན།
རེ་ད་གཙོ་བོ་ད་ལོ་ང་ཚོ་དགུ་དོན་ཆགས་བསྡད་ཡོད་རེད་བ། ཨ་ནི་བོད་པ་མི་རེ་ངོ་རེ་ནི་ག་ཡིན་ནས་བྱེད་དགོ་གོ་རེད་བ། ཨ་ད་ལས་ང་ཕྱི་ཟླ་དྲུག་པ་ལ་ཨ་ནི་རྡ་ཟི་ལིང། སློབ་ཕྲུག་ཟུར་པའི་ཚོགས་རྟེན་ཞུ་ཕུལ་བའི་སྐབས་ལ་ང་གཟིམ་ཆུང་མཇལ་ཁ་ཟུར་ལས་འཁྱུག་བྱུང་རེད་ད་གཟིམ་ཆུང་ཟེར་ནས་ཟུར་ལས་འཁྱུག་མཇལ་ཁ་བྱུང་རེད་ད་དེ་རུ་ཁོང་ཚོ་ཆོལ་ནི་ང་ལོ་གཅིག་ན་ལ་ནི་ལས་ཀ་ག་རེ་ག་རེ་བྱས་ཡོད་མེད་བྱས་ཙང་སྙན་སང་ཞུ་ཡག་པོ་ཞེ་དྲག་འདུག་ཡག་པོ་ཞེ་དྲག་འདུག་ཨ་ནི་མུ་མཐུད་ནས་བྱས་གསུངས་སོང་བ་ལ་མཇལ་བའི་སྐབས་ལ་ད་ང་ཚོས་ཚང་མས་ཤེས་དེ་སྐོར་ད་ཁོང་ཚོ་ཆོལ་ད་ཕྱི་རྒྱལ་ཁག་ལ་ཕེབས་ཏེ་ད། ཉུང་རུ་ཉུང་རང་བཞིན་འགྲོ་ཀུར་བ། དེ་བས་ན་ད་ལས་དགུ་དོན་ཡིན་ཙང་ནི་ངའི་ཐོག་ནས། ག་རེ་བྱེད་ཐུབ་པ་དེ་བྱས་ན་བསམས་སོ། སྔོན་མ་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་བཅུ་གཅིག་འདས་པ་ཞིག་རེད། ང་རྗེ་ཀ་ཅཱ་ནི་མར་འགྲོ་བའི་སྐབས་ལ་ནི་ཁོང་ཚོས་ཡག་ཤོས་ནི་དགའ་ལྡན་ཕོ་བྲང་བརྒྱུད་ནས་བཀའ་གནང་སོང་ཡ་ཅཱ་བའི་སྐབས་ལ་ནི། ཕྱི་རྒྱལ་གཞོན་སྐྱེས་མང་པོ་གཅིག་ལ། བཀའ་སློབ་གནང་བདེ་བའི་སྐབས་རེད་དེ་ཤ། ཨ་ནི་དེ་བྱས་ནི་དེ་ང་ཡོད་པའི་སྐབས་ལ་ནི་ང་ད།

གང་ཟེར་ན་ང་ལ་ཁེ་ཕན་ཅི་ག་རེ་རེ་ཟེར་ང་ཧར་བར་ཐོན་ཡིན་ཙང་ཧར་བར་གྱི་མཐོ་སློབ་སློབ་ཕྲུག་ཟུར་པ་འཛམ་གླིང་ཡོངས་ལ་ཡོད་རེད་བ་ཨ་ནི་ཁོང་ཚང་མ་གནད་ཡོད་མི་སྣ་ཆགས་བསྡད་ཡོད་རེད་ཨ་ནི་ཁོང་ཚོ་ཅིག་ད་རེས་ཤེས་ཐུབ་ན་བསམ་རེད་བ་ཨ་ནི་ཁོང་ཚོ་གོ་སྒྲིག་བྱས་ང་དེ་བཅར་བསྡད་ཡོད་ཨ་ནི་མ་གཞི་ང Prague ལ་ཧར་བར་གི་ལ་བ Prague ཁོ་ཚོ་མི་ཉུང་ཤས་ཅི་ལས་མི་འདུག་སྟེ་ཁོ་ཚོ་ཅིག་ཐུག་ཡིན་པ། ཨ་ནི་ད་འདི། དོན་དག་སླེབས་བདེ་བས་ད་གཞི་རྩའི་ང་པེ་རིས་ས་ཆ་སྐྱིད་བོ་ཞིག་ད་རེད། ཨ་ནི་ང་འདི་ཐེངས་གཉིས་སླེབས་རོ་བ། ཨ་ནི་ཁ་ཚོ་སྔོན་མ་གས་བེད་ཁོ་རང་ཉིན་མ་གཅིག་དེ་ཕྱེད་ཀ་ལྡད་བྱུང་ཡོད་མ་རེད་ད་དེ་རིང། ད་རིང་གས་ཉིན་མ་གཅིག་དེ་ཕྱེད་ཀ་སོ་རེ་ཆག་གོ་དེ་ཁས་ཚོ་ཁོང་ཚོས་ཚོ་དགུ་བ་འཇོ་རོ་བ། ས་ཡིན་ཞོ་གས་ཚོས་ཚོ་དགུ་བ་ཐོན་འགྲོ་ངེས་རེད་ཡང། ལ་སོ་དགུང་རེད་ཁ་སིང་སྔན་མ་ད་ཅི་འདྲ་བཞུས་པ་ནང་ལོ་ལོ་པེ་རིས་ལ།

ཡོད་པའི་ཐོག་ནས་འགྲོ་བདེ་གོ་ར་བ་འདི་སོང་ཙང་ང་ད་ལྟ་ལས་ཀ་དེ་ཧ་བ་རང་ལ་ཡིན། ལགས་སོ། ལགས་སོ་སྐུ་ངོ། ད་ད་རིང་ངེད་ཀྱི་ཅིག་བརྗོད་གཞི་གཙོ་བོ་འགྲོ་ཅིག་ཆགས་ཡི་འདུག་ད་དེ་རིགས་ཁ་སང་ཡིན་ན་རྒྱལ་སྤྱིའི་གི་ཆབ་སྲིད་གི་འཕོ་འགྱུར་དེ་ཧ་ཅང་གི་ཅིག་འཁྲུག་ཆ་དོད་པོ། དེ་ནི་ཅིག་ཁ་ཕྱོགས་དེ་ག་བ་འདྲ་ཞིག་འགྲོ་དགོས་ཡོད་མེད་ངེས་གཏན་མེད་འགྱོ་དེ་འདྲ་ཅིག་གི་ད་གནས་སྐབས་ཅིག་ཆགས་བསྡད་ཤག་སྐུ་ངོ་འདྲ་བོ་བྱིན་ན་ད་ད་ལྟ་བར་དུ་ཅིག་རྒྱལ་སྤྱིའི་ཆབ་སྲིད་རེད་ཁྲིམས་རེད་དེ་འདྲ་ཐོག་ལ་ཡ། ཅིག། ཐུགས་སྣང་གནང། ཨ་ནི་འདི་ཐོག་ལས་ཅིག་ག་ས་ག་ལ་བཀའ་བློ་གནང་ག་ཕེ། མི་སྣ་མང་པོ་མཇལ་འཕྲད་གནང་སྐོར་འདི་འདྲ་ཐོག་ལས་ལྟ་དཔེ། ཐུགས་ཞུས་གནང་བདེ་བ་ར་ད་ད་ན་རྒྱལ་སྤྱིའི་གི་ཆབ་སྲིད་གི་འཕོ་འགྱུ་དེ། ག་འདྲ་འདྲ་ཐོག་ལས་འགྲོ་བདེ་ཡི་འདུག་དེ་ནི་གཅིག། ཁ་ཕྱོགས་འགྲོ་དེ་བཟང་ངན་ག་འདྲ་ཅིག་ལས་འགྲོ་དགོས་པ་གཟིགས་དགོས་ན། རེད་ད་དེ་དངོས་གནས་བཤད་ན་ངས་གི་ད་ཁོས་ཅིག་སྐད་ཅིག་བཤད་བདེ་གོ་ར་བ་སྔོན་མ་ཕེ་ཆེན་ལོ་བཅུ་བཅུ་བཅུ་བཅུ་ཚུ་ངོས་འདྲ་བོ་ཅིག་མེད་འདུག་གྲོས་ཚོགས་ནང་ལ་ཡི་ཐུགས་ཁོས་མཚམས་མཚམས་སྲིད་སྐྱོ་ཡི་འདི་གོ་ལ་ཆབ་སྲིད་འགན་ཁེ་ནི་བཤད་གོ་གོ་ར་བ། ད་ངས་ཡོང་རྒྱུའི་ལོ་བཅུ་ཉི་ཤུ་ནང་ལ་ནི་འཛམ་གླིང་ནང་ལ་དམག་འཁྲུག་ཆེན་པོ་ཡོང་གི་རེད་ད། ཤོར་བ་ད་དམག་འཁྲུག་དུས་ཚོད་རེད། དཔེར་ན་དམག་ཆས་དང་པོ་གཉིས་པ་ག་ཅིན་ཆགས་པ་རེད་ཟེར་ན་ལུང་པ་ཕྱུག་པོ་ཆགས། ཨ་ནི་རྒྱུ་དེ་ཟླ་བ་བརྒྱ་ཡོད་དོན་དག་ད་ཁོ་ཚོས་དོན་རྒྱག་ཁབ་ཟླ་བ་བརྒྱ་འགོར་བ་རོགས་ལག་ཆ་ཉོས། ཨ་ནི་ཕར་འཛིང་ཚུར་འཛིང་བྱས་རྗེས་དང་པོ་གཉིས་པ་ཤོར་བ་རེད། ཨ་ནི་ད་ངས་ཕྱིས་སུ་ད་ཁ་ཅིན་ལུང་པ་ཕྱུག་པོ་བཞི་བོ་ཆགས་ཡོང་གི་རྡོ་སྣུམ་བསྙལ་ནས་ད་ཁོ་ཚོས་ལག་ཆ་བཞི་བོ་ཞིག་ཉོས་ཡོང་གི་འདུག།

རྒྱབ་སྐྱོར་དེ་ཚིག་འདི་ལ་རྒྱབ་སྐྱོར་ཉུང་ང་ཡོད་དོད་གང་ལ་ད་ང་ཚོ་བོད་ནང་ལ་ཆོས་དད་རང་དབང་དགོས་ཡོད་ཡོད་རེད་བ། རང་དབང་དགོས་ཡོད་ཚིག་དེ་ད Freedom ཡོད་རེད་བ། ཆོས་དད་རང་དབང་འདི་གང་ལ་བཞག་ནས་བཤད་པ་ཡིན་ན་རྒྱབ་སྐྱོར་མང་ང། ད་མང་གཙོ་ཡིན་པ་ཡིན་ན་མང་གཙོ་གཞི་རྩའི་ལ་ད་མང་གཙོ་ལ་ཡང་ཁོ་དང་སོང་དགག་པ་རྒྱག་མཁན་མང་པོ་ཞིག་བཞི་ད་ང་ཚོ་བཙན་བྱོལ་གཞུང་འདི་ཐུན་མོང་མ་ཡིན་པ་བཞི་པོ་ཅིག་ཡོད་རེད། སྐྱབས་བཅོལ་བ། སྤྱི་དང་ས་ཡ་བརྒྱ་དང་སུམ་ཅུ་སོ་ལྔ་སུ་ཡོད་རེད། འདི་ན་ནི་ས་ཡ་སུམ་ཅུ་སོ་བདུན་ཆབ་སྲིད་བསྐྱབ་བཅོས་པ་ཆགས་ཏེ། བེ་ནེ་ཛུ་ལན་ཆ་བཞག་པས་ན་ས་ཡ་དྲུག་བདུན་སུ་ཡོད་རེད་ཡོད་རེད་བ། ཨི་རན་ནི་ནི་ས་ཡ་གཉིས་གསུམ་ཡོད་དེ་དང་དེ་བཞིན་ད་ས་ཡ་མང་པོ་ཡོད་རེད་ད། ད་ང་ཚོ་གི་བཙན་བྱོལ་གཞུང་བཙུགས་བཞག་ཡོད། ཁྱེད་རང་ཚོ་བསྐྱབ་བཅོས་པ་ས་ཡ་སུམ་ཅུ་སོ་བདུན་ལ། བཙན་བྱོལ་གཞུང་བཙུགས་འོག་རེས་ང་ཚོའི་བཙུགས་ཐུབ་ཡོད། གོང་ཚེ་ཤོག་བཀའ་དགོངས་གཞི་བཟུང་མི་མང་མིག་གི་དཀའ་ལས་བརྒྱབ་ནས་ཐུ་བོ་མ་ཡིན་པ་ཡོད་སྲིད་དོན་ཧོན་ཏ་ཁེ་ས་ང་ཕ་གའི Prague ལ Forum Two Thousand ལ་ཨི་རན་ནན་གྱི་མགོ་ཁྲིད་ད་ང་ཡིན་སྲིད་ངེས་བཅུ་གཉིས་སུ་དུ་བ་ཁོ་ཚོས་ཟུར་ལ་ང་ཚོ་ཟབ་སྦྱོང་སྤྱི་རོ་བྱེད་ས་སྔར་ཕྱིན་ན་སྐར་མ་སུམ་ཅུ་སུམ་སོ་ལྔ་དུས་ཚོད་ང་ཚོས་བེད་སྐོར་དྲི་བ་གཅིག་སྐོར་བགྲོ་གླེང་བྱེད་ཚོད་ཅིག་ད་སྐར་མ་ལྔ་བཅུ་ངེ་ལྔ།

ང་དགུ་བཅུ་གོང་ལ་ཧར་བར་འགྲོ་རུ་བ། ཉིས་སྟོང་བཞི་ལ་ངས་འབུམ་རམས་པ་ལག་འཁྱེར་ལེན་རུ་བ། རྩོམ་འདི་འཛམ་གླིང་ནང་ལ་བཙན་བྱོལ་གཞུང་ག་འདྲའི་ག་འདྲའི་ལོ་རྒྱུས་ཐོག་ནས་ག་རེ་ཆ་འགྲིག་པ་མ་འགྲིག་པ་ག་རེ་ཆ་དང་ཆ་ཚང་སློབ་སྦྱོང་བྱས་ཡོད་རུ་བ། ད་ལྟ་ངས་ལོ་བཅུ་བཙན་བྱོལ་གཞུང་སྲིད་སྐྱོང་བྱས་ཡོད་རུ་བ། ད་ད་ལྟ་ངས་འདི་སྔ་ལ་ལོ་བཞི་ཉམས་མྱོང་བྱས། འདི་སྔ་ལ་ངས་དེབ་ད་ལྟ།

བོད་ཀྱི་གཏེར་དང་ཆུ་དང་དེ་འདྲའི་བཤད་ཡོང་དུས་ཁ་ལ་ཨོ་བོད་རིག་པའི་གལ་ཆེན་པོ་རེད་ཞེས་དཔེར་ན་ཁ་ཚའི Trump དང་ཨ་རི་དང Zelensky ཡོད་པ་ཡུཀ་རེན་སྲིད་འཛིན་གྱི་བཀའ་མའི་གནང་བའི་སྐབས་ལ་བསྒྲིགས་མ་བསྒྲིགས་བྱུང་ཟེར་བ་མཐའ་མ་དེ་བསྒྲིགས་རྒྱ་གར་བསྒྲིགས་རེད་ཟེར་ན་ཡུཀ་རེན་ལ་གཏེར་བེད་ཁོ་རང་བི་ལིན་ལྔ་བརྒྱ་གི་ཡོད་ཟེར་བ་འདི་ཨ་རིག་གིས་ཉོས་ཨ་དངུལ་འདི་ཨ་ཁྱེད་རང་ཚོ་ལ་གོ་ལག་ཆ་བརྒྱུད་ནས་སྤྲད་ན་འགྲིག་རེད་ཟེར་ལབ་རེད་བ་ཨ་ནི་ཡུཀ་རེན་ལ་བི་ལིན་ལྔ་བརྒྱ་ཡོད་ན།

ད་ང་རང་ཚོ་ཡིན་ན་བོད་པའི་རྩ་དོན་འཐབ་རྩོད་བྱས་ནས་ལོ་བདུན་ཅུ་ལྷག་སུ་འགྲོ་གོ་རེད། ད་ལྟ་བར་དུ་ད་ཅིག་མང་གཙོ་དང་རང་དབང་དེ་འདྲ་གི་ཅིག་ཁོར་ཡུག་རྩོད་ཡ་གི་ཅིག་ཁོར་ཡུག་ཁྲོད་ནས་ད་ང་ཚོ་ལ་ཅིག་རྒྱབ་སྐྱོར་ག་ལ་གང་ཟག་རག་ཡོད་རེད་ང་རང་ཚོ་འབད་རྩོལ་བྱེད་ཐུབ་ད་ད་ནི་གནས་སྟངས་དེ་འདྲ་ཅིག་འོག་ནས་ཡང་བོད་དོན་འཐབ་རྩོད་བྱེད་ཡ་ལ་ཡ་ཅིག་གཞུང་ཡིན་ནི་རེད་མི་གང་ཟག་སྒེར་ཡིན་ནི་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་ནི་རེད་གོ་སྐབས་འདྲ་བོ་ཅིག་གར་གར་ཟེར་གྱི་འདུག་ཡང་དེ་ལ་ཡ་ཅིག་གདོང་ལེན་གསར་བ་དག་དངོས་འདི་ལ་ཡ་ཅིག། ཐུགས་ཞུ་ཞིབ་གནང་འདི་གུ་ཡོད་ཙང་གར་གར་འབྲི་ཞུ་ཡོད། ད་གཞི་རྩའི་ཐབས་ལམ་འདི་རུ་བ་ཐང་སྟེང་ལ་དོན་ནི་སྐྱེན་པོས་ངོ་རྒོལ་བྱེད་ཡ་འདི་ལས་ལྷག་ཡོད་མ་རེད་དམ། དེ་ཚོ་ང་ཚོ་བརྒྱད་ཅུ་གྱ་གྲངས་ནས་དགུ་བཅུ་གོ་གྲངས་འདུག་ཨ་བོད་འདི་འཛམ་གླིང་ནང་ལ་ཨ་ངེ་དང་པོ་ཆགས་ཡ་འདི་ལས་འགུལ་སྤེལ་རང་ནི་རེད་ད། ད་དེ་པེ་རིས་ལ་ད་ལྟ་ང་ཚོ་འགྲེམས་སྟོན་ཁང་དུ་འབྲེལ་བའི་ཐོག་ནས་གནས་ཚུལ་ཆ་འདི་གོ་ར་ལ། ལས་འགུལ་སྤེལ་ཡ་འདི་ལས་ལྷག་ཡོད་མ་རེད། ཕྱི་ལོགས་ལ་དོན་ནི་འགྲོ་ཡ་རེད། ང་ཡིན་ནའི་ཡང་ད་ད་ལྟ་ཕྱི་ལོགས་དོན་འགྲོ་སྡོད་ཁང་ལ་དངོས་གནས་རང་དཀའ་ལས་ཁག་པོ་འདུག། ཨམ། ཁ་ཚ་ང་རྒྱ་གར་འགྲོ་སྡོད་ཁང་ལ་ཉི་མ་བཅུ་གཅིག་ལ་མཐོ་སློབ་བཅུ་བཞི་ལ་བཤད་རེད་བ། མཐོ་སློབ་གཅིག་ལ་བཤད་པ་ཁོ་ར་རྒྱ་གར་ལ་ཨ་ནི་ལང་ཀ་དང་ཚ་བ་དང་ཡོད་རེད་བ། འདབ་བསིང་བཞི་བོ་ཐེག་གུ་དོག་ཨ་ནི་ཚོད་གཅིག་གཉིས་བྱིན་སློབ་གྲ་གཞན་དག་ཅིག་ལ་བཤད། དེ་ནི་ཤཱཀྱ་གནམ་གྲུ་བརྒྱུད་གྲོང་ཁྱེར་གཞན་དག་ཅིག་ལ་སླེབས་ཡང་སངས་ཡིན་ཤོ་གི་སློབ་གྲ་གཅིག་ལ་བཤད། ཡང་མོ་ར་བརྒྱུད་ཕྱིང་ཆེན་སློབ་གྲ་གཞན་དག་དེ་ལ་ཚོད་གཅིག་གཉིས་བྱས། དེ་ནི་ཡང།

རེད་བ། ང་ཚོ་རྗེས་འགྱུར་ཕོ་བྲང་ནས་གངས་སྐྱིད་པོ་ཏོ་གོམ་བགྲོད་བསྐྱོད་ནས་ཕེབས་ཡོད་རེད་བ། དེ་ཁོང་ཚོ་ཕྱོགས་ནས་གོམ་བགྲོད་བསྐྱོད་རྗེས་ལས་འགུལ་སྤེལ་གནང་རྗེས་འཛམ་གླིང་ཡོངས་ལ་ཕེབས་བྱས་ཐལ་མོ་སྦྱར་ནས་ཕེབས་ནས་ཨ་ནི་ང་ཚོ་བོད་དོན་ནི་ག་ལ་ང་ཙམ་ཅིག་ཆགས་བསྡད་ཡོད་རེད་བ། ཨ་ནི་བོད་པ་ཚོ་གི་བདག་རང་བྱས་བསྡད་འོང་ཐང་ནང་ལ་འཛུལ་བྱས་ཡོད་རེད་བ། སྤྱི་ཚོགས་དྲ་རྒྱ་ལ་གནས་མི་གནས་མི་གལ་ཚ་ཆེན་པོ་རེད་ད། ད་མ་དོན་ཡང་འདི་རེད་ད་ཡིན་ནས་ང་ད་ལྟ་གཟིགས་ད་ཁྱང་ད་ལས་སྤྱི་ཟླ་བཅུ་བ་ནང་ལ་ང་ད་དེ་ནས་ད་བོ་ང།

ཡང་དཔལ་འབྱོར་གྱི་ཅིག་རོགས་དངུལ་མཚོན་པའི་མང་པོ་ཅིག་ལས་དོ་ཕོ་བྱུང་དཀའ་ངལ་འཕྲད་སྡོད་རོགས། ད་ལྟ་ཨ་རིག་ཆབ་སྲིད་ཀྱི་གནས་སྟངས་དེ་ག་འདྲ་རོགས་ཅིག་ཆགས་དགོས་རེད། ང་ཚོའི་བོད་པ་ལས་ཅིག་རྒྱབ་སྐྱོར་གྱི་ཚད་དེ་ག་བ་རོགས་ཅིག་འགྲོ་དགོས་རེད་དམིགས་བསལ་གྱི་ད་རོགས་དངུལ་དཀའ་ངལ་ཅིག་འཕྲད་སྡོད་དགོས་ང་ཚོའི་རོགས་དངུལ་དེ་སྙེ་མ་སྐུ་ངོས་སྲིད་སྐྱོང་སྐབས་སུ་ལ་རོགས་དངུལ་གྱི་གནས་སྟངས་དེ་ག་འདྲ་ཆགས་དགོས་རེད་ད་ལྟ་ཡང་ཅིག་བཟང་ངན་འགྱུར་བ་རོགས་ག་ར་འདྲ་ཞིག་འགྲོ་སྡོད་རེད་དེ་ལས་གདོང་ལེན་རོགས་ཅིག་ག་ར་ག་ར་གནང་ཡོད་རེད་སྲིད་དོན། རེད་ད་དང་པོ་ང་ཉིས་སྟོང་བཅུ་གཅིག་ལོར་འགོ་བཙུགས་པའི་སྐབས་ལ།

རག་ཁག་པོ་ཡོད་པ་བརྩིས་པའི་ཐོག་ནས་རེད་ད། ཨ་དེ་འདྲའི་གནད་འགག་ས་ཡ་བརྒྱད་རག་པ་བྱེད་ཀྱི་ཡིན་ལབ་རེད། ཨ་ནི་ང་ཚོ་གང་ཟག་ནམ་རྒྱུན་ལ་བཀའ་ཤག་རྩེད་མོ་རྩེད་བྱེད། ཨ་ནི། ཡོང་མ་ཐུ་ཡ་ཟེར་ནས་ཡང་ཁག་པོ་དེ་འདྲས་ཡིན་ན་རེད་བ་ཨ་ནི་མོ་མོ་ཟ་གོ་རེད་ད། ཨ་ནི་ངས་ཨ་ནི་བཀའ་བློན་གཅིག་ད་འདི་པད་ཁ་ལེགས་ཁག་པོ་རེད་ལབ་རེད་བ། ཨ་ནི་འཇལ་དེ་ས་ཡ་ཨ་ནི་ཁོ་ལོ་གཅིག་ལ་ས་ཡ་དང་པོ་ས་ཡ་གཉིས་རག་དེ་ནས་བཞི་བཟོས་དྲུག་བཟོས་བརྒྱད་བཟོས་ཡོད་རེད་བ་ཨ་ནི་དགུ་བཟོས་བཅུ་གཉིས་ག་དེ་འདྲས་ཞིག་བཟོས་པ་རེད་ད། ཨ་ནི་དེ་ནས Tibetan Police and Support Act།

ད་དེ་ཕག་པོ་རུ་བྱུང་ས་ཀྱི་ངེད་ཅག་ང་ད་བ་ཤུ་འདི་སི་འགྲོ་འདོད་ང་རང་ངུ་ཤིང་པ་ཡོར་བ་ལུ་ཁོ་རང་ཚོ་ཐུག་ནི་ད་དུས་ཡུན་ནན་ཡ་ང་འབད་བརྩོན་བྱེད་གི་ཡོད་ང་རྗ་པན་འགྲོ་ནི་ག་བ་འགྲོ་བ་ཡིན་ནས་རྒྱ་གར་སངས་རྒྱུ་རྒྱུ་ལམ་ཁ་ནས་ཞིག་བཙན་བྱོལ་བཞུགས་ངོ་འཛིན་བྱེད་རོགས་གནང། Tibetan Police Support Act ནང་ལ་བོད་མི་སྒྲིག་འཛུགས་ཡོར་བ་སྲིད་སྐྱོང is the president of the Central Tibetan Administration ལ་ནི་ཁྲིམས་རང་ནས་ངོས་ལེན་གནང་གི་ཡོད་རེད། ད་འདི་ཁྱེད་རང་ཚོས་ངོས་འཛིན་གནང་རོགས་གནང། རྒྱ་གར་གཞུང་ལ་ཡང་འབོད་སྐུལ་ཞུ་གི་ཡོད་དཔལ་ནག་ག་བ་ཆིག་ནས་ཁོང་ཚོ་འབོད་སྐུལ་དུ་ཞུ་བསྡད་གི་ཡོད། ཨ་ནི་འདི་ཡོད་འདོད་ཁང་ལ་ད་འདི་ཆ་ལ་ཨ་ནི་མང་པོ་ཅིག་གྲོགས་པོ་མང་པོ་ཞིག་ལབ་གི་འདུག་ད་བོད་དུ་གོ་ཡ་མི་འདུག་ག་རེ་རེད་ཟེར་བ། ད་གསར་འགྱུར་བརྒྱུད་ལམ་ཁག་ནས་ཨ་ནི་ཨ་རི་ཡིན་ནས་རེད་ནུབ་ཕྱོགས་ཁ་སྒོ་དྲི་ཤེས་པ་ཡིན་ནས་དང་ཤོད་དང་སོང་མང་ཤོད་ཐའེ་ཝན་ཞེས་གི་འདུག་བ། འདི་ཞུགས་ལ་ཞིན་ཅང་ཞེས་གི་འདུག་བ།

ཆེད་དུ་བྱས་པར་འོང་ལ། དེ་ལས་དཀའ་ངལ་འཕྲད་ཆེད་ད་དེང་སང་གོ་ཡ་བྱས་པ་ཡིན་ན། རླུང་འཕྲིན་ཁང་དེ་གཉིས་གཙོས་པའི་རླུང་འཕྲིན་ཁང་ཁ་ཤས་ཀྱིས་ཅིག་ཕྱི་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ལ་ཕ་ཡང་ཅིག་འཛིན་སྐྱོང་བྱས་ཡོད་རྒྱུ་དེ་འདྲའི་ཅིག་གནས་སྟངས་ཅིག་གྲོས་ཚོགས་ནང་ལོ་ལོས་ཨ་རིའི་གྲོས་ཚོགས་ནང་ལོ་ལོས་ཡོད་རེད་ཟེར་གོ་ཡ་འདུག་ད་དགོངས་མོ་དེ་ཚོ་ཐོག་ལ་ཡང་གནས་ཚུལ་གསར་བ་རེ་ག་རེ་གསན་ཡོད་ན། ཡང་འགྱུར་བ་རེ་ག་བ་ལ་འགྲོ་གི་ཡོད་ན།

སྐབས་དེ་དུས་ལ་ངའི་ཚེ་སྒོ་བ་ལ་ད་རྒྱ་ནག་གལ་ཆེན་པོ་བཞི་བོ་རེད་ལབ་ཡོང་ན་རྒྱ་ནག་གལ་ཆེན་པོ་ཡིན་ན་བོད་པ་གལ་ཆེན་པོ་ཡིན། ངས་ག་བོད་ནས་བཤད་བསྡད་ཀི་ཡོད་ད་ཚོ་རྒྱ་གར་དང་ག་བ་ཡིན་ན་ཁྱོད་ཚོ་རྒྱ་ནག་ཤེས་དགོས་ཀི་ཡོད་ན་བོད་དོན་དེ་ཤེས་དགོ་ར་ད་བོད་དོན་དེ་མ་ཤེས་ན་རྒྱ་ནག་ཤེས་གི་མ་རེད་ལབ་ར་བ། ཁོ་ཚོ་ག་འདྲ་ལབ་དགོ་བ་ར་བསམ་གི་འདུག་བ་གང་ཟེར་ན་སྡུག་པོ་མྱང། མྱོང་ཚོར་ཆེ་ཤོས་ང་ཚོ་ཡིན་རྒྱ་ནག་གི་ཐབས་ཇུས་ནག་ཤོས་དེ་ང་ཚོ་བེད་ཁོ་ར་ལོ་དྲུག་ཅུ་མྱོང་ཚོར་ཡོད་རེད་ང་ཚོ་ཁྱོད་ཚོ་ལབ་ཐུག་གི་རེད་ལབ་འདོད་གང་ལ། ཨ་རི་ད་ལྟ་བུ་དང་ཁྱོད་ཚོ་ང་ཚོ་ལོ་དྲུག་ཅུ་ང་ཚོ་ལབ་རྒྱུ་མ་རྙེད་ས་ད་རྒྱ་ནག་དངོས་གནས་རང་ཡག་པོ་རང་མ་རེད་དོ་བ་ཟེར་དོའི་ཁ་ལ་ང་ཚོ་ལོ་དྲུག་ཅུ་ལབ་ནས་མ་རྙེད་ས་རེད་བ་ཟེར་ལ་དོའི་ཁ་ནི་རེད་ཟེར་ཤི་རོ་ད་འདུས་བྱས་བྱས་ནི་ཨ་ནི་གལ་ཆེན་པོ་བཟོས་པའི་ཐོག་ནས་ངས་སྐབས་དང་དུས་ཅིག་སླེབས་ཀི་རེད་བསམ་གི་འདུག་ད་ལྟ་ཏམ་ཙམ་ཏྲམ་ཁོང་ཚོ་ཡང་རྒྱ་ནག་ལ་འཆམ་གི་ཡིན་ཟེར་གི་འདུག་ཡ་དུང་ག་ཅིག་ཐུག་བསྡད་གི་འདུག་ད་འདི་འདྲའི་གོ་སྐབས་བརྗོད་བཞིན་ཡ་ངས་བསྐྱར་གསོ་བྱས་ཡོད་རེད་བསམ་གི་འདུག་ཡ་ནི་ལམ་སང་ཅིག་ད་ཁག་པོ་རེད་བསམ་གི་འདུག་གང་ཟེར་ན།

འདི་སོང་ཙམ་མ་འོངས་པ་ལ་ང་ཚོ་བསྐྱར་གསོ་བྱེད་ཐུབ་པའི་སྐབས་ལ་དགོངས་པ་བཞེས་དེ་དཔེ་གལ་ཆེན་པོ་རེད་ང་ཚོ་གཅིག་སྒྲིལ་དང་མཐུན་སྒྲིལ་ལ་དབོར་བ་དེ་རེད་བ། གཅིག་དང་མཐུན་སྒྲིལ་ཡོད་པའི་ཐོག་ནས་གཅིག་སྒྲིལ་གྱི་རྣམ་པ་རྩ་དོན་ལ་ཕན་པ་གུང་ཁྲན་ཏང་གི་བྱེད་སྟངས་ག་རེ་སྒྲིག་དགོས་འདུག་བོད་འདི་རྒྱ་ནག་གི་རྒྱ་སྡེ་ག་འདྲས་བཟོས་དགོས་འདུག་བོད་རིགས་འདི་གའི་རྒྱ་རིགས་ག་འདྲས་བཟོས་དགོས་འདུག་རེད་བ། ང་ཚོ་རིག་གཞུང་རྩ་མེད་ག་འདྲས་གཏོང་དགོས་འདུག་གོང་ས་མཆོག་འཚེ་མེད་ག་འདྲས་བྱུང་འདི་གས་ལ་གདོང་ལེན་བྱེད་ཡག་དོན་དག་རེད། ཆབ་སྲིད་ཀྱི་སྡིངས་ཆ་ཅིག་ཡིན་བསམ་པའི་ཐོག་ནས་གདོང་ལེན་བྱས་དོན་དུ་བོད་ཆུ་བཏང་དགོས་ར་བ་ད། ལ་རེད། འདི་ངས་གལ་ཆེན་པོ་རེད་བསམ་མོ་འདུག། ལ་སོ། ང་སུ་སྐུ་ངོ་འདི་ནི་གོང་དུ་ད་སྐུ་ངོས་ཀྱི་གསུངས་པ་ནང་བཞིན་ད་ང་ཚོ། ཅིག་བོད་པའི་གསར་འགྱུར་ཁག་ཡིན་ནི་རེད། ཆབ་སྲིད་འགོ་ཁྲིད་ཚོ་ཡིན་ནི་རེད་མི་མང་ཚོ་ཡིན་ནི་རེད་ད་ང་ཚོ་ཕ། ཁ་གཏད་བཅའ་ས་དེ་གདོང་བསྟན་ས་དེ་རྒྱ་ནག་ཆགས་འོག་ར་ད་རྒྱ་ནག་འགྲོ་བ་ཆགས་ཤག་པས་ན་དེ་རིང་ཁ་སང། ད་འཛམ་བུ་གླིང་ནང་སྟོབས་ཆེན་རྒྱལ་ཁབ་ཅིག་དང་ཅིག་འཛམ་བུ་གླིང། རྒྱལ་ཁབ་ཚང་མ་གིས་དོ་སྣང་བྱེད་དགོས་ས་ཅིག་ཆགས་ཡོང་གི་འདུག་ད་ལྟའི་ཆར་ལ་ད་འཛམ་གླིང་གི་ཆབ་སྲིད་ཀྱི་འཕོ་འགྱུར་འདིའི་འོག་ནས་རྒྱ་ནག་གི་སྟོབས་ཤུགས་འདི་ཆེར་འགྲོ་དགོས་རེད་ཆུང་འགྲོ་དགོས་རེད་རྒྱ་ནག་གི་གནས་སྟངས་དེ་ག་འདྲ་ཆགས་ཀྱི་འདུག་རྒྱ་ནག་འདི་ཁ་ཕྱོགས་ག་བ་ར་ཞིག་ལ་འགྲོ་དགོས་ཡོད་སྲིད། ཉིས་སྟོང་བཅུ་དྲུག་བར་དུ་རྒྱ་ནག་སྟོབས་ཤུགས་ཆེན་པོ་ཆགས་གི་ཡོད་རེད་འཛམ་གླིང་གི་ཁོ་རང་ཚོ་ལྟ་སྟངས་གས་ཡག་པོ་ཡོད་རེད། ཉིས་སྟོང་བཅུ་དྲུག་རྗེས་ལ Wolf Diplomacy ལ་ཅེས་ཁོ་ཚོ་གིས

ད་དཀོན་མཆོག་གསུམ་རྒྱ་ནག་གཏན་ནས་རེད་བ་ད་ང་ཚོ་ཤེས་ཐུབ་གོ་གོ་བ་རེད་རྒྱ་ནག་གཏན་ནས་འཛམ་གླིང་འདི་ནང་ལ་མི་ས་ཡ་མང་པོ་ད་ས་ཡ་ལྔ་ས་ཡ་བཅུ་ལ་བ་ད་ཀོ་བོད་ཀྱི་ན་ཚ་གཏན་ནས་ཤི་བ་རུ་བ་ད་ལ་རེད་བ་ཨ་ནི་ད་ལྟ་གྲངས་ཀ་རྩི་ངེས་ངའི་གྲོགས་པོ་ཅིག་ཡོད་འདི་ག་ལ་ཤུགས་ཆེན་པོ་ཞི་བུ་ལ་ངའི་སངས་རྒྱུས་རྒྱུ་ལམ་ཚང་མ་དོན་དེ་ངས་བརྗོད་རེད་རྗེ་མི་མལ་ཚེ་ལ་ངས་ཁོ་རང་རྩི་ཡོང་འདོད་ག་ཀྲུའུ་ལན་སུམ་བཅུ་ཀྲུའུ་ལན་ལྔ་བཅུ་ལ་གུ་ད་འཛམ་གླིང་ནང་གྱོང་གུད་བཏང་ཡོད་རེད་བ་ད་ནི་ད་ལྟ་ཡང་རྒྱ་ནག་བྱུང་གི་རེད་ད་ཀོ་བོད་ག་འདྲས་བྱུང་རེད་རེད་བ། ད་ཐེངས་ལ་ངའི་རི་འདིར་འཛམ་གླིང་གི་འཕྲོད་བསྟེན་གྱི་ཚོགས་པ WHO གིས་ང་ཚོ་ཧ་གོ་གི་འདུག་ལ་རྒྱ་ནག་གིས་བཀག་གི་འདུག་བ། ཤེས་ཀྱི་མེད་ཟེར་གི་འདུག་བ། དེ་རྒྱ་ནག་འགན་མ་ཁྱེར་བར་བ། འདི་ཡང་ལྟེ་བ་ཁ་ལ་ཉིས་སྟོང་བཅུ་དྲུག་བཅས་ལ་རྒྱ་ནག་ལྟ་སྟངས་དེ་འགྱུར་བར་འགྲོ་བའི་ས་ནས་འགྱུར་འགྲོ་འདོད་རེད། ཨ་ནི་དེ་སྔ་ཡིན་པ་ཡིན་ན་ང་ཚོ་སྡིངས་ཆ་ར་ཡ་དེ་ཁ་གོ་པས་རེད་ཉིས་སྟོང་བཅུ་དྲུག་པ་ཁ་བར་དུ་རེད་ད།

ད་ལྟའི་ཡིན་ན་ཡང་རྒྱ་ནག་གི་འགྲུལ་པ་ཡོད་པ་དེ་དཔེར་ན་ད་རིང་ང Harvard Club of France གི་སྐད་ཆ་བཤད་སྒོ་བར་བ་ད་རིང་གི་མ་ཤེས་བཤད་ཡ་ཡིན། ནམ་རྒྱུན་ན Harvard Club of France ལ་སྡོད་ཁར Harvard ལ་སྡོད་ཁར་ད་འཛམ་གླིང་ནས་མཐོ་སློབ་སྐད་ར་ཆེ་ཤོས་དེ་རེད་བ། འདི་སློབ་ཕྲུག་ཐོན་རྒྱུ་འདི་གའི་ད་གནས་ཡུལ་མིན་ན་རྐྱང་རྐྱང་རེད་ད་ཕྱུག་རི་ཕྱུག་ཟས་རྫིག་རི་རྫིག་ཟས་ཚོང་པ་ཡིན་ནས་ཁྲིམས་བཟོས་པ་ཡིན་ན་ཡང་འགོ་ཁྲིད་ཡིན་ན་དེ་གི་མེ་ཡོར་འགའ་ཤས Harvard ཐོན་རྒྱུ་མང་པོ་ཡོད་རེད་ཡོད་རེད་བ། བློན་ཆེན་ནང་ལ་ཡོད་རེད། འདི་འདྲ་ཚོགས་ཁང་དབྱར་ཁར་འགྲོ་བསྡད་ཁོ་དཔེ་ལས་སླ་བོ་ཡོད་རེད། ད་ལས་ད་ལྟ་ཚོགས་གཙོ་དེ་ང་ལ་འབྲེལ་བ་བྱས་སོང་ཚོགས་ཁང་གསུམ་གི་མས་ལ་གསུངས་སམ། ཁ་ཟེར་ང་ཤེས་དགོས་བར་ང་སྡིངས་ཆ་ལེན་དགོས་བ་རེད། འདི་སོང་ཟེར་ད་ལས་མོ་རང་མགྲོན་ཤོར་བཏང་དོན་ལྟ་དང་གསལ་བསྒྲགས་འདུག་བ་ཁ་ཟེར་གསལ་བསྒྲགས་ནང་ལ། སྐད་ཆ་འདི་རེད་བརྗོད་གཞི་འདི་རེད་དུས་ཚོད་སྤྲད་རེད་ཚོགས་ཁང་དེ་མིང་ཁ་བྱང་ཆས་སྤྲད་ཡོད་མ་རེད།

ང་ཟུར་ལ་ཚོགས་འདུ་ཐུག་ཁར་ངའི་གནད་ཡོད་མི་སྣ་ཇི་བཞིན་ཐུག་རུ་བ། དེ་དུས་ཁོ་ལ་མོ་རང་ཐུག་རེད་ཧ་བར Club ཁོང་ཚོ་ཐུག། ང་རྒྱུག་མ་ཡོང་གི་ཡིན། ཁྱེད་རང་ཚོ་གྲ་སྒྲིག་བྱེད་ཐུབ་གི་རེད་ཟེར་ནས་ཁྱེད་རང་ཧ་བར་གཅིག་པ་རེད་ཡིན་དེ་ཡིན་ཟེར་ན་ཁོང་ཚོ་ཁས་ལེན་རེད། ལག་བསྟར་བྱེད་ཁ་འགྲོ་ན་དེ་ནི་དཀའ་ལས་ཁག་པོ་ཆགས་འདུག་ལགས། འདི་ཡོང་དེ་ཁོ་ན་རྒྱལ་སྤྱི་སྡིངས་ཆ་ལ་སྡིངས་ཆ་རག་ཆོག་ཆོག་ཅིག་དང་བཤད་ཆོག་ཆོག་ཅིག་དང་དེ་འདྲ་ཡོད་མ་རེད་དཱ། ད་ཡིན་ནའི་ང་སྟབས་ཡག་ག་ཅིག་ལ་ང་ཧ་བར་སློབ་ཕྲུག་ཟུར་བ་གི་སྡིངས་ཆ་གཅིག་ཡོད་རུ་བ། ཅེག་ཧ་བར་ཤེས་པ་ན་ཞིག་ཡོད་རུ་བ་ད་ང་ལྡི་ལི་མཐོ་སློབ་ཡིན་ཙང་ལྡི་ལི་མཐོ་སློབ་ཐོན་སྐྱོད་ཡིན་ཙང

ད་ལོ་ལྔ་རེའི་མཚམས་ནས་ཇི་སྐོར་རེད་ད་ད་ལྟ་སྲིད་སྤྱི་གཉིས་ཀྱི་འོས་བསྡུ་གི་ལས་རིམ་འདི་མགོ་བཙུགས་ཚར་ཆགས་ཡོད་པ་དེ་ཡིན་དུས་ད་སྐུ་ངོ་འདྲ་བོ་ཆགས་ཤག་ན་སྲིད་སྐྱོང་གི་དུས་ཡུན་གཉིས་རིང་ལ་ཡ་ཨ་ནི་ཅིག་འོས་བསྡུའི་གི་ལས་རིམ་ནང་ལོགས་ལས་ཞུགས་བྱེད་ཉམས་མྱོང་ཕུན་སུམ་ཚོགས་པ་ཡོད་བསྡད་པ་རེད་ད་ང་ཚོ་བཙན་བྱོལ་གྱི་སྲིད་སྤྱི་གི་འོས་བསྡུའི་དྲིལ་བསྒྲགས་ཀྱི་དུས་ཡུན་ཐིང་རིང་ལ་ཡ། གཅིག་ཡང་གཅིག་བཟང་ངན་གྱི་གནས་སྟངས་འདྲ་མ་འདྲ་བྱུང་ཡོད། ཐེངས་འདི་ཙམ་སྐུ་ངོས་ཀྱི་ཉམས་མྱོང་གཞི་ལ་བཞག་པའི་ཐོག་ནས་འོས་བསྡུ་དྲིལ་བསྒྲགས་བྱེད་པའི་སྐབས་ལ། སྲིད་སྐྱོང་ཡིན་ན་རེད་སྤྱི་འཐུས་ཡིན་ན་རེད། ཡར་བཞེངས་མཁན་ངོས་ནས་ཡིན་ན་རེད་ཡང་རྒྱབ་སྐྱོར་བྱེད་མཁན་དང་དྲིལ་བསྒྲགས་བྱེད་མཁན་དེ་ཚོ་ངོས་ནས་གཅིག་ང་ཚོ་བཙན་བྱོལ་སྤྱི་ཚོགས་ཆུང་ཆུང་འདི་མཐུན་འབྲེལ་ཡོང་ཡ་དང་གཅིག་དགྲ་དགའ་གཉིས་སྡུག་མ་ཡོང་ཡ་གྱི་ཡང་འབད་བརྩོན་འདྲ་བོ་ཞིག་དང་ཅིག་ག་རེ་ག་རེ་གནང་ཡོད་བསམ་གྱི་འདུག་འགན་འདྲ་བོ་ཞིག་ག་འདྲེ་ག་འདྲེ་འཁེལ་བར་བསམ་གྱི་འདུག། ཨེ་ད་དེ།
ང་ཉིས་སྟོང་བཅུ་གཅིག་ལོ་ལངས་རོལ་བ། ཨ་ནེ་ཁོ་ཆོལ་ཁ་གི་ཆོག་ཤེས་བྱེད་ཀྱི་ཡོད་མ་རེད་མཐུན་འབྲེལ་བྱེད་དགོས་རེད་ལ་ཨེ་དེ་ལས་སླ་བོ་རེད། ད་ཡིན་ནའི་ཡང་ཉིས་སྟོང་བཅུ་གཅིག་ལ་ང་ལངས་བའི་སྐབས་ལ་ང་གཅིག་སྒྲིལ་གསར་གཏོད་རང་ཁ་རང་གསོ་ཞིག་ལངས་རོལ་བ། ཆེད་དུ་དངོས་ནས་ཆོལ་ཁ་གི་ཚོགས་པ་ཡོད་རེད་བ། རྩ་བ་གཉིས་ནི་འབྲེལ་བ་བྱས་མེད། གང་ཆོལ་ཁ་གི་ཚོགས་པ་རྒྱབ་སྐྱོར་སློང་ཚར་བའི་ཞུ་གུ་ལ། ཚོགས་པ་དེ་དང་འབྲེལ་བའི་ཐོག་ནས་རང་བཞིན་གྱིས་འབྲེལ་བ་འབྱུང་བསྡད་གྱུར་བ། འཁྱོག་བཤད་བྱ་གྱུར་བ་དང། ཆེད་དུ་མངགས་ནས་ག་ཚོད་ང་གཞོན་ནུ་འཚར་ལོངས་བྱེད་རྒྱུ་རེད་ས་གནས་རྒྱུན་ལས་རེད་དབུས་རྒྱུན་ལས་བྱེད་ལྟ་བ་དེ་ཡོད་རེད་བ། དེ་སོགས་ངས་ལག་པ་བཅད་འཆམ་མེད། མ་འཆམ་བཟང་ཉིས་སྟོང་བཅུ་བཞིལ་ལྟེ་བའི་འདས་དང་ཆོལ་ཁ་ཚོགས་པ་འདི་གེགས་དུས་ཨ་མི་འོ་མི་བླངས་བྱས་སྤྱི་འཐུས་བླངས་ཡོད་རེད་འོ་སྲིད་སྐྱོང་འོ་མི་བླངས་ཡོད་རེད་འོ་ས་གནས་ཁག་ལ་རྒྱུག་གི་ཡོད་རེད་བ་ཚང་མ་འགྲོ་ཡོང་དོན་ཁ་ཆོལ་ཁ་ཚོགས་པ་ཡོངས་རྫོགས་དང་ཟེར་ནས་འགྲིག་རེད་ང་སྒེར་གཅིག་པོ་རེད་ང་རང་ལྟ་བ་དེ་ཁྱོད་སྤོ་བ་ཡོད་ང་ཆོལ་ཁ་དབྱེ་བ་བརྩི་གཡོར་བ་བྱེད་ཀྱི་མེད། གཅིག་སྒྲིལ་མཐུན་སྒྲིལ་ཡིན་ལབ་བྱས་ཚོགས་པ་ལ་ལག་པ་འཆའ་མེད་ཁོང་ཚོ་ཚང་མ་སྲིད་སྐྱོང་འོས་མི་བླངས་སུ་འོ་ཚ་པད་ཁོ་རང་ཚོ་བླངས་ནས་ས་གནས་ས་ཐོ་ལ་རྒྱུགས་སུ་འོ་ཁྱབ་བསྒྲགས་བྱས་སུ་འོ་ང་རང་གཅིག་པོ་ལངས་ཤག་ཤག་ང་ཐོབ་རེད་ཨ་ཉིས་སྟོང་བཅུ་དྲུག་ལོ་ལ་སྔོན་འགྲོ་སྐབས་ལས་ང་ལངས་ཆོག་བདག་རང་ཡིན་ཆོལ་ཁ་ཚོགས་པ་སུ་གང་ལག་པ་འཆང་གི་མེད་རྒྱབ་སྐྱོར་དགོས་ཡ་མི་འདུག་གཡོར་བ་ཨ་ནི། བྱས་བྱས་ང་རང་ལ་ལངས་པ་རེད། ད་འདི་དོན་གང་ལ་ད། སྔོན་འགྲོ་དང་དངོས་གཞི་ལས་སྔོན་འགྲོ་ལ་ང་ལ་བརྒྱ་ཆ་དྲུག་ཅུ་རེ་དགུ་ཐོབ་པ་རེད། ཐོབ་ཡོད་འདུག་ད་དུས་ཚོད་རིང་པོ་བཞི་བོ་བརྗོད་བར་ང་ཚོ་ཟླ་བ་དྲུག་ཡོད་རེད་ད་ཡང་ཆོལ་ཁ་ཚོགས་པ་ད་ང་མིང་ལ་ནི་འགྲིག་མ་མྱོང་གསལ་བོ་ཞིག་ད་རེད་གོ་རང་ཚོ་གི་ཨོ་ད་ཡིག་ཆ་བཀྲམས་སུ་ཨོ་ད་དོལ་རྒྱལ་བསྟོད་ངེས་རེད་ལབ་སུ་ཨོ་ཆོལ་ཁ་གཏོར་བཤིག་བཏང་ངེས་རེད་ལབ་སུ་ཨོ་ཕྱོགས་གཅིག་ལ་སྐུ་མདུན་བཀའ་མ་བརྩི་ངེས་ལབ་སྐུ་མདུན་པར་གཅིག་ལ་སྦྱར་ཕ་ཆོས་ལ་དོལ་རྒྱལ་པར་སྦྱར་ལ་ད་ནི་བྱས་བའི་གཞི་འཇགས་ཁ་ལ་པད་ཁོ་ར་ཤུ་གུ། སྟོང་ཁྲི་ཁྲ་ཁྲི་ཁྲ་བཀྲམ་པ་རེད་ད་ང་ལག་པ་ཁོ་རང་རག་མྱོང། ལ་དྭགས་ནི་ད་གནས་ཚུལ་ཤུགས་ཆེན་པོ་ཞིའུ་ཆགས་རེད་ང་ཚོ་ལ་དྭགས་ལ་དོལ་རྒྱལ་ད་ལྟ་བུ་གནས་ཚུལ་ཆོས་མེད་ཟེར། ད་དེ་ལ་ཆོས་ཅན་དོལ་རྒྱལ་པར་འདུག་ཆོས་ཅན་ཀུན་འདུས་པར་དབྱུག་ན་ནི་ཀུན་འདུས་པར་འདུག་ཉལ་ན་ནི་དོལ་རྒྱལ་པར་འདུག་ལ་ཤུགས་ཆེན་པོ་ཞིའུ་བྱས་བྱས་ནི་ཁོ་རང་ཚོ་ལབ་རེད་ང་ས་གནས་ཆོལ་ཁ་འདི་གི་ཚོགས་གཞོན་ཡིན་རྒན་ཁུ་ངེས་ཡིན་ང་ཚོ་ལ་རྡ་རམ་ས་ལ་ནས་ཡིག་ཆ་སླེ་གསུངས་བཀྲམ་ལ་གསུངས།

ཡོང་རེད་བ། དེ་བྱས་བྱས། ད་དེ་ནས་ང་ཚོ་འོས་བསྡུ་སྒྲིག་གཞི་ནང་ལ་ཆོལ་ཁ་ཚོགས་པ་དེ་གའི་གི་འོས་མི་བླང་ཡ་མེད་པ་བཟོས་རེད། ང་ཡང་འོས་བསྡུ་ལྷན་ཁང་གི་སྒྲིག་གཞི་འདི་ལ་རྒྱབ་སྐྱོར་བྱས་བྱས་མེད་པ་བཟོས་རེད། ད་དེ་ཡོད་དུ་ཉིས་སྟོང་དང་ཉི་ས་དྲུག་འོས་ཤོག་ལང་ཡ་དེ་ལ་ཆོལ་ཁ་ཚོགས་པ་དེ་གའི་གི་དངོས་སུ་བརྒྱུད་གསུམ་ནས་ཡོང་རེད་བ། ཕྱི་ནང་གསང་གསུམ་ནས་འོས་མི་མ་བཏོན་རོགས་གནང། བཏོན་ན་ཡག་པོ་ཡོང་མ་རེད། སྤྱི་འཐུས་ལ་ངན་ཡིན་ནས་སྲིད་སྐྱོང་ལ་ངན་ཡིན་ནས་ཡང། བདུད་ནི་མེད་ནས་རྒྱབ་ནི་ཡིན་ནས་ཡོར་བ། ཨ་ནི་ཆོལ་ཁ་ཚོགས་པ་ལ་འབྲེལ་བ་བྱེད་བྱེད་འོས་མི་བླངས་བྱས་བྱོར་བ། རྩ་བ་ནི་མ་བྱེད་རོགས་གནང་ད་ང་ཚོ། ཚོགས་པ་མེད་པའི་ཆབ་སྲིད་ཚོགས་པ་མེད་པའི་མང་གཙོ་ཆགས་ཚར་རེད་སུ་ཞག་ངན་ཡོད་ནས་ཡང་སུ་སུ་སྤྱི་ཚོགས་དྲ་རྒྱ་ནས་མ་བཀྲམ་རོགས་གནང་སུ་སུ་རང་དངོས་སུ་སྒེར་ཐོག་ནས་གསུང་རོགས་གནང། མི་མང་ལ་འདམ་ག་གནང་རོགས་གནང་ཨ་མི་མང་གིས་ཁྱེད་རང་གི་བྱ་གཞིས་ཁྱེད་རང་གི་དགོངས་ཚུལ་ཁྱེད་རང་གི་འཇོན་ཐང་ལྷག་བསམ་ཡོད་རེད་བ་ང་ཤེས་འཇོན་གཉིས་ལྡན་མང་པོ་ཞིག་ཡོད་རེད་བ་འདི་ལ་གཞི་བྱ་བའི་ཐོག་ནས་ནི་མི་མང་གི་འོས་ཤོག་བླུག་གི་རེད་འདི་ལས་འགོ་གི་ཡོད་ན་ས་གནས་ས་ཐོ་འགྲོ་བྱས་འགྲེལ་བཤད་རྒྱག་དགོས་ཡོད་ན་རྒྱབ་རོགས་གནང་ཨ་ཚང་མས་མཐུན་འབྲེལ་གནང་རོགས་གནང་སུ་སུ་གིས་བོད་སྤྱིའི་རྩ་དོན་ལ་གོང་ཚ་མཆོག་དགོངས་པ་གཞི་བཟུང་མཐུན་སྒྲིལ་ལ་ཕན་པའི་ལས་ཀ་སུས་བྱེད་ཀྱི་རེད་འདི་གས་གཙོ་བོ་ཞེས་བྱ་བའི་ཐོག་ནས་ནི་འོས་འཕེན་ཆེད་ནི་སྤྱི་འཐུས་སྲིད་སྐྱོང་འདྲ་མའི་གལ་ཆེན་པོ་རེད་ཞུས་ཡོད། ལགས་སོ་གོང་མ་ད་དེ་དང་མཉམ་དོ་ལ་དེ་དེ་ཅིག་ཞུ་ནས་འགྲོ་སོང་མཐའ་མ་རང་ཡིན། མཐའ་མ་གི་མཐའ་མ་དེ། མཐའ་མའི་མཐའ་མ་དེ་ད་མི་མང་པོ་ཅིག་གི་ད་སྐུ་ངོ་སྲིད་ཟུར་མཆོག་ཡིན་བསྐྱར་དུ་སྲིད་སྐྱོང་ལ་ཡང་བྱེད་མགོ་ཡོད་ན་མེད་ན་ས་ནས་རེ་སྒུག་བྱེད་དེ་ནས་མང་པོ་བྱོས་རེ་ཡང་ཁ་ཅིག་དོ་སྣང་བྱེད་ནས།

ཡོད་རེད་བ། ཁོ་ཚོ་མང་ཞེ་ང་ང་སྤོ་བ་ག་རེ་ཡོད་ཟེར་ང་རྒྱབ་སྐྱོར་བྱེད་མཁན་མང་ཞེ་ང་བའི་ཉི་མ་གཅིག་བྱ་བཏུང་མ་མྱོང་གི་རྐྱང་རྐྱང་རེད་ད་ཕྱིས་སུ་ང་ད་སྲིད་སྐྱོང་ཚར་བའི་ཞུགས་ལ་སྐབས་སྐབས་ཐུག་རུ་བ། ཁོ་མཚམས་ཐུག་ཆེ་ན་ཞུ་ཡ་ཡིན་ཡོད་རེད་བ། ཨ་ནེ། ངས་ཀྱི་ཉིས་སྟོང་ཉིས་གསལ་གཅིག་ང་ཚར་བའི་སྐབས་ལ་ངས་ལན་བྱེད་རྐྱང་ཡིན་ཡིན་ལོ་བཅུ་རེ་འགའ་ལ་ད་ནང་མི་ངས་ཐུག་ཤོར་བཏང་ཡོད་རེད་བ། ང་རང་ཧ་བར་ལ་ཞིག་ལས་ཀ་ཡོད་རྒྱོ་ཕོ་ཡོད་རྒྱོ་དབྱུག་ནི་རྡོ་བ་རེད་ང་རང་བཟའ་ཟླ་ཡིན་ནའི་དབྱུག་ནི་ཀླད་པ་རེད་ཡོད་རེད་བ་ད་ལོ་བཞི་རེ་འགའ་ལ།

མང་གཙོ་ཁོ་ནས་དེབ་འདི་ངས་ཟིན་བྲིས་ཚར་བ་ཡིན། ཡང་ཟིན་དེ་འབྲི་བའི་དུས་འགྲོ་དང་འགྲོ་བཞིན་པ་ཡིན་ཨ་ནི་ང་རང་ལུག་རྒྱུད་ཀྱི་གྲི་གུག་བོར་བ། འདི་གའི་ཆ་ཚང་ཅིག་བྱེད་ཐུབ་ན་བསམ་སོང་ད་འདི་གའི་དཔེ་གལ་ཆེན་པོ་རེད་བཤད་གང་ཡིན་ཟེར་ན། འདི་ཟེར་གི་འདུག་བ། སོ་སོ་ཤི་བའི་ཉིན་མོ་ནས་ལོ་བརྒྱ་ནང་ལ། ཁྱེད་རང་ནང་མི་གི་ཁྱེད་རང་མིང་དྲན་གི་མ་རེད་ཟེར་གི་འདུག་རེད་བ་དང་ང་ཚོའི་སྤོ་པོ་གི་སྤོ་པོ་རྨོ་མོ་གི་རྨོ་མོ་མིང་ཤི་ངེ་གསོ་ཡ་རེད་སོ་སོ་ནང་མི་གི་མཇལ་ཚར་ན་འཛམ་གླིང་མཇལ་འགྲོ་གི་རེད་བ་ད་དེ་ཡོན་ཏན་ང་རང་བསམ་ཚུལ་ད་ངས་བོད་དོན་ད་ལ་གར་བྱས་འདོག་ཟེར་བ་ལོ་བརྒྱ་རྗེས་ལ་ད་ངས་བོད་དེ་འབྲེལ་བའི་ཐོག་ནས་མང་གཙོ་འབྲེལ་བའི་ཐོག་དེབ་ཅིག་བྲིས་རེད་བ་ཆོས་དད་རང་དབང་དང་ཡང་སྲིད་དུ་དེབ་ཅིག་བྲིས་ཨ་སོ་སོ་ལོ་རྒྱུས་ཀྱི་བྲིས་བཞག་ཡོད་ན་ལོ་བརྒྱ་རྗེས་ལ་ཡིན་ནའི་ཡང་ནང་མི་ནང་ལ་ཉུང་ད་ལ། ང་ཚོ་སྔོན་མ་སྤོ་སྤོ་སྤོ་སྤོ་འདི་འདྲ་ཡོད་རེད་ཟེར་ག་འདྲ་ཡིན་ན་ཟེར་ན་ནི་དཔེ་མཛོད་ཅིག་ལ་ཡོད་རེད་བ། དེ་ལ་ཁང་དེ་གི་དེབ་ཅིག་བཀོད་པ་ཡིན་ལུགས་རྒྱུས་ཅིག་ཡོད་དེ་གོ་རེད་བ། གལ་ཏེ་བོད་ལས་འཕེན་གི་རེད་བ། གལ་ཏེ་ཕུགས་རྒྱང་རིང་པོ་བསམ་བློ་དཔེ་གལ་ཆེན་པོ་རེད་དོ་བ། ང་ད་ལྟའི་ཆ་ལ་འདི་གའི་བསམ་བློ་བཏང་ཞིག་འགྲོ་བསྡད་གི་ཡོད། དེ་ནི་ངའི་ཁ་ཚོན་སྔོན་མ་ལབ་པ་ནང་བཞིན་རེད། ང་རང་མ་ཤི་བར་དུ་བོད་བསྟན་པ་ཆབ་སྲིད་དོན་དག་ལ་ངས་ལས་ཀ་བྱེད་གི་རེད། ཉིས་སྟོང་བཅུ་བདུན་ལོ་ལ་ངས་ཐང་གི་སྤྱི་ཟླ་བཅུ་གཅིག་ནང་གོང་ས་མཆོག་ནས་ངའི་དགོངས་པ་ཞུས་ཡོད་རེད་བ་རྟོགས་ཐུག་ངེ་ཚབ་བྱེད་ཐུག་ངེ་བློ་བཟང་སེང་གེ་དང་ཟམ་གདོང་རིན་པོ་ཆེ་གསུངས་ཡོད་རེད་བ་ལ་བློ་བཟང་སེང་རེ་དང་གསུངས་ཚར་བའི་ཞུ་གུ་ལ་ད་ང་དཀའ་ལས་ག་འདྲས་ཁ་ན་ཡང་རྒྱ་མི་གི་ང་ལ་ཡོད་གནོད་ཤུགས་ག་འདྲས་སྤྲད་ནས་ཡང་ཕྱི་གི་ལུང་པ་འགྲོ་སྡོད་ཁ་ལ་འགོག་རྐྱེན་ག་འདྲས་ཅིག་ཡོད་ནས་ཡང་ད་འདི་གི་ཁོ་རང་མེད་པའི་ཐོག་ནས་སོ་སོ་རྩ་བའི་བླ་མ་རེད་དབུ་ཁྲིད་རེད། བཀའ་གནང་ཚར་བ་རེད། ང་རང་འཇོན་ཐང་ཞེ་དྲག་གང་ཡོད་མ་རེད་རེད་བ། ནུས་པ་ཞེ་དྲག་ཐོན་ཐུབ་གི་མེད་ན་ཡང་ང་རང་གི་འགན་འདི་ངས་ཁེ་བྱས་འདུག་གི་རེད་ད་ང་ཚོ་མི་ཚེ་རིང་པོ་རེད་བ། ཐ་མ་དེ་ལ་ལོ་རྒྱུས་ཀྱི་ཐག་གཅོད་གི་རེད་བ། ཨ་ནི་འདིའི་ང་འགྲོ་ཡི་འབབ་པའི་ཁོ་རང་སེམས་ཁྲལ་མེད་ག་དུས་ནས་མཚམས་མཚམས་ཉིན་གུང་ངའི་ལག་སོ་རྒྱ་གར་དང་ཏེའུ་ཏུ་ཐང་གི་ཞི་བ་ཆེ་གི་འདུག་ཨ་ནི་གཉིད་ཅིག་ངས་ཞོགས་ཀྱི་ཅིག་ལ་ཡོང་དུས་ཁ་ལ་ཨོའོ་ད་ཁོང་ཚོ་ཅུང་འདི་འདྲའི་སྐུ་ལས་སྐྱོན་རེད་ད་བོད་ནང་ལ་མི།

གྲུབ་འབྲས་སྨིན་པ་ཡོར་བ་ཨན་མ་འོངས་པ་ལ་བོད་རྩ་དོན་སྤྱི་པ་དོན་དག་ལ་ཞབས་ཕྱི་ཡག་པོ་ཞུ་ངེས་ཅིག་དང་ཞུ་ཐུབ་ངེས་ནུས་པ་ཐོན་པོ་ཅིག་ཡོད་པ་ཤོག་ཞེས་ཞེས་ང་སྨོན་ལམ་རྒྱག་ཡིན་ལགས་གང་ཟེ་ད་གོང་ས་ཁུང་ལུ་འདྲིར་ཕེབས་ཡོང་དུས་གང་ལ་མི་མང་ང་རང་ཚོ་རང་གི་སྒོ་རྒན་ཁྱི་ནས་འགྲོ་བ་རེད་མ་གཏོགས་ཨ་ནི་བོད་འདི་འཛམ་གླིང་གི་སྲབ་སྒྲ་ནི་ད་ཐོང་ཡང་ཡོར་མ་རེད་བ་ད་འདྲེ་ཆ་ལ་ད་བོད་འདི་ཤི་ཙང་ཏི་པད་ལ་ཆུ་གི་མེད་ཟེ་གོ་རེད་བ་ལགས་རེད་བ།

ལགས་སོ་གུང་ངོ་ཐུགས་ཆེ་ད་དེ་རིང་གུང་ངོ་མཛད་འཕྲིན་རྒྱལ་པོ་ཡིན་ནི་ལས་ང་ཚོ་ལས་བཅར་འདྲི་གོ་བ་གནང་ནི་ངས་ནིང་ཐར་བ་ནི་ཐུགས་ཆེ་ནང་སི་ཞུ་གི་ཡོད་ཨ་ནི་ང་ཚོ་ཡུ་རོབ་བོད་ཕྱི་གནས་འཕྲིན་གྱི་གསར་འགྱུར་ལས་རིམ་གསན་གསན་གནང་མཁན་ཚང་མ་ལོ་ལས་ནིང་ཐར་བ་ནི་ཐུགས་ཆེ་ནང་སི་ཞུ་ཡ་དང་ང་ཚོ་ཡུ་རོབ་བོད་ཕྱི་གནས་འཕྲིན་ནི་ཡུ་རོ་གླིང་འཕྲིན་ནི་བོད་ཀྱི་རྩ་དོན་འཐབ་རྩོད་དང་བོད་ཀྱི་རིག་གཞུང་བོད་ཀྱི་སྐད་ཡིག་བོད་ཀྱི་ལོ་རྒྱུས་སོགས་དང་འབྲེལ་བའི་གནས་ཚུལ་ཁྱབ་སྤེལ་ཞུ་རྒྱུ་ཡིན་རྣམ་པ་ཚོ་མུ་མཐུད་ཐུགས་ཁུར་དང་རྒྱབ་སྐྱོར་གནང་རོགས་ཐུགས་ཆེ། དེ་ལྟར་ཁྱེད་རང་སྔོན་མ་གང་ཟག། རླུང་འདྲེན་དང་བྱ་ལས་ནང་ཁུལ་བར་ཏེ་ད་ལྟ། ལས་ཀ་མེད་པའི་ཡིན་ནའི་ཡང་ཡོད་རེད་བ། ཞོར་ལ་འདི། བྱས་ཏེ་དཔེ་གལ་ཆེན་པོ་རེད་བསམ་མོད། མི་བཅུ་ཡིན་ནའི་མི་སྟོང་ཕྲག་ཡིན་ནའི་མི་ཁྲི་གཅིག་བལྟ་བའི་ཡིན་ནའི་རེད་ད། ད་གོ་རྟོགས་སྤེལ་གི་རེད་འགའ་ཤས་ཀྱིས་སེམས་ཁུར་ཐེག་གི་རེད་སློབ་གསོ་ཞིག་རག་གི་རེད་བ། རྗེས་སུ་ཡི་རང་ཡོད་ཞེས་ཀྱང།